ད་གནས་ཚུལ་དེ་ཡ་ག་ད་གེ་མ་རེད་ཨ་ནི་ད་ཁ་སིང་ས་པ་ས་ནས་ད་ད་བུ་མོ་ལོ་བཅུ་གཅིག་བྱེད་འགྱོ་ཅིག་ཀོ་ལེ་ཇི་ཡན་ལག་ར་ལོ་བཅུ་གཅིག་བྱེད་འགྱོ་ཨ་ནི་མིང་ལ་ལི་ཡ་ན་ལེ་དེ་ཁ་སིང་ས་པ་སང་ལ་ལ་ར་ཡོ་ཆུ་ཚོད་གསུམ་པ་ལ་མོ་རང་ཀོ་ལེ་ཇ་ནས་སླབ་གྲ་འཕྲོད་ཨ་ནི་མ་ན་ལོ་འགྲོ་དུས་ཙམ་པ་ལ་ཨ་ནི་ལ་རེད་ཨ་ནི་དེ་ནས་ད་ཚེ་ཚེ་ཚེ་ཇེ་ཇེ་ད་ཁེ་སི་ས་ཕུ་བུ་ལ་ཨ་ནི།

ད་ལྟ་འོ་དེ་ལ་དོགས་ཡོད་ཉེས་ཅན་པ་ལགས་ར་ད་དོགས་གཞི་ཅན་གྱི་མི་ཅིག་གཟིམ་བཞག་ཡོད་ཨ། མི་ལོ་བཞི་བཅུ་བཞི་བཅི་ཅན་གྱོད་ཅིག་གཟིམ་བཞག་ཨ་ནི་མི་གཟིམ་གྱོད་ད་གི་བུ་མོ་གཉིས་ཀྱི་པ་ལར་བཞག་ཡོད་ཨ་ནི་བུ་མོ་ལོ་བཅུ་གཉིས་ཡིན་བསམ་རྒན་པ་དེ་ལོ་བཅུ་གཉིས་ཆུང་བ་དེ་ལོ་བདུན་ཅན་གྱོད་ཅིག་གི་པ་ལར་བཞག་ཡོད་ཨ་ནི་ད་བུ་མོ་དེ། བུ་མོ་རྒན་པ་དེ་དང་ད་ལྟ་བུ་མོ་བླ་འགྲོ་ཉེས་གྱོད་ར་དེ་ཁོ་གཉིས་སླབ་གྲ་གཅིག་པར་བཞག་ཀོ་ལེ་གཅིག་པར་བཞག་ཡོད་ཨ་འོ་དེ་བྱས་རྗེས་ཨ་ནི།

ཨ་ནི་འོ་འདི་བྱེད་བྱེད་འདི་བྱེད་ཀྱི་འདུག་ག་རེ་ཟ། ད་ད་ད་ཉེན་རྟོག་པས་ཁོ་རང་ལ་ཡར་དྲི་རྩད་བྱེད་བཞིན་པའི་སྒང་ལས་ཤག། ད་ཡིན་ནའི་ཁོ་རང་གིས་ག་ལ་འདོད་ལ་ན་བུ་མོ་འདི་ངའི་མོ་རེད་ན་གླེགས་བཟོ་སུ་ཡོད་ད་ཁོ་རང་གིས་གླེང་ཡིན། ཨ་ནི་ཁོ་རང་གིས་སྐྱེལ་ས་དེ་གོ་བ་ལ་སྐྱེལ་ཡིན་ལ་ན་ད་ད་ཁོ་ཚོའི་གི་ད་ད་སླབ་གྲ་ནས་ཕ་ཆོ་དེ་ཆུ་འགྱེལ་ས་ང་ཚོ་པི་སིན་ལག་ར་དེ་འདྲས་ཅིག་ལ་སྐར་མ་ལྔ་སུ་མོ་རེད་ན་རེད་འདོ་འོ་དེ་ལ་སྐྱེལ་ཡིན་ལབ་གི་འདུག་ཡ། ད་ཡིན་ནའི་དོག་པ་ཟ་ཡ་དེ་ག་རེད་ལ་ན། ད་ད་ཆུ་འགྱེལ་ས་བྱོས་ར་པི་སིན་དེ། འདི་ཡིན་ག་སྒོ་རྒྱབ་ཤ། ཨོ་དེ་བྱས་ད། འདི་ཡིན་ག་ད་པི་སིན་འདི་ད་སྒོ་རྒྱབ་ཤ་དོ། ཨ་ནི་ད་ཁོ་རང་གི་དེའི་སྐད་ཡིན་ལབ་ད། ད་དགོངས་དག་ཡོད་བསླབ་གྲྭ་ལ་ད་ད། ཁོ་རང་གི་བུ་མོ་རྒན་པ་དེ་གི་བསླབ་གྲྭ་ལ་ད་ད། ད་བསླབ་གྲྭ་ལ་བྱེད་སྒོ་དེ་འདྲ་ཡོད་ར་བསླབ་གྲྭའི་གི་ཁོ་རང་གི་བུ་མོའི་གི་བསླབ་གྲྭའི་གི་བྱེད་སྒོ་དེ་ལ་ཆུ་ཚོད་བདུན་པ་ལ་སླེ་ཤ་ཡོད་མི་དེ་ནམ་རྒྱུན་ན་བཞིན་ཅིག་སླེ་འདུག་ད། ཨ་ནི། ད་ཁོ་ཚོས་ལས་བྱེད་ད་ཆོས་གསུམ་པ་ནས་ཆོས་བྱེད་འདི་ལ་དེ་བྱམས་པ་དེའི་པ་ར་གི་ཆོས་བྱེད་གསུམ་འདི་ན་ལ་ད་ཁོ་གོ་བ་ག་རེ་ག་རེ་བྱེད་ཡིན་ན་གོ་བ་འགྲོ་ཡིན་ན་ལས་ད་དེ་ད་ལྟ་ཁོ་ཚོས། རྩད་བཅད་དང་བཅད་བཞིན་པའི་གང་རེ་བྱ་ཡོད། ཨ་ནི། འོ་དེ་བྱས་རྗེས། ད། བུ་མོ། ད་ལྟ་བླ་འགྲོ་ཉེ་དེའི། སྔོན་མ་ད་ལྟ་ཁོ་རང་གི་བུ་མོ་རྒན་པ་འདི་མཉམ་འདུག་ལ། ཁོ་རང་གི་ནང་ལ་ད་ལྟ་ང་ཚོའི་ལྟ་དགོངས་དག་སྤུག་རྡོ་ཚོ་སོ་སོ་སོ་གྲོགས་མོ་འགྲོ་ཆ་དུས་ཙམ་པ་ལ་གཅིག་གིས་གཅིག་ནང་ལ་སྐྱེས་དང་དགོངས་དག་ཉལ་ཨེ་ཏེ་མོ་འགྲོ་ལྟ་ད་ལྟ་སོག་ཧེ་པི་ཇ་མ་ལ་ཡོ་ཨེ་འདྲེ་འགྲོ་བྱེད་མྱུག་འདུག་ཡོ། འོ་དེ་འདྲ་འདྲ་བོ་བྱེད་མྱོང་ཡོན་གྱི་འགྲོ་རུ་བྱ། ད་འོ་དེ་ཡིན་དུས་ཙམ་པ་ལ་ཨ་ནི་ཁོ་རང་གི་གར་བྱེད་དུ་ལ་ན་པ་ལ་དེ་ཡོ། ད་ད་མི་དོགས་ཤི་ཅན་དེ་ཡེ། བུ་མོ་ད་ད་ལགས་འགྲོ་ཉེ་དེ་ལ་ལོགས་སོ་ཁོ་མོ་རང་དགའ་བོ་བྱེད་ཀྱི་པི་ཛ་ང་ཡེ་འགྲོ་ད་ཨ་ནི་པུ་གུ་མོ་རང་མཉམ་དུ་རྩེད་མོ་མང་གུ་རྩེ་ད་པུ་གུ་ལོགས་བཅུ་གཅིག་ལ་ན་ད་ཆེན་པོ་ར་ལགས་ཡོད་ཁོ་ཚོ་ཡོ། པུ་གུ་ལོགས་བཅུ་གཅིག་ལ་ད་ཨེ་འདྲ་ཨི་ཙུ་གུ་ལུ་ལང་ཨེ་འདྲ་ལག་པ་ཆང་ཡེ་འགྲོ་ད་ཨི་ཙུ་གུ་ལུ་ལང་ཡེ་འགྲོ་ད་ཨེ་འདྲ་མང་གུ་ཅིག་བྱེད་ཡོད་ཟེར་ཡོ། ད་འོ་འདི་ལས་དུས་ཙམ་པ་ལ་ད་དུ་ཚོད་ད་རྒྱུན་ལྡན་མར་བར་ལག་ཡོད་རེད་ཡོ་ད་དཔེ་ཆ་ཚང་སྤུ་གུ་གསུམ་མཉམ་དུ་ལ་འོ་འདི་ལོ་གསུམ་བྱེད་འགྱོ་སྤུ་གུ་གཅིག་མཉམ་དུ་རྩེད་མོ་རྩེད་པ་དང་ལོ་བཅུ་གཅིག་མཉམ་དུ་སྤུ་གུ་གཅིག་མཉམ་དུ་རྩེད་མོ་རྩེད་ད་ད་ཏི་རྩེད་སྟངས་ལོག་ག་འགྲོ་གི་ཡོ་ར་ཡོ་ཨི་དཔའ་བོ་འདི་ད་ད་དོགས་གཞི་ཅན་གྱི་མི་འདི་ད་འདི་གཅིག་པོ་རེད་མི་འདུག་ཡོ་དེ་འདྲས་ཀྱི་ཁོ་རང་ནང་ལ་བུ་མོ་གླེང་རྒྱོ་འདྲས་ཡོ་ར་བུ་མོས་སོ་སོའི་བུ་མོའི་གྱི་གྲོགས་མོ་འདུག་ནང་ལས་དུས་ཙམ་པ་ལ་ད་འདུག་པ་ག་རེད་ད་ང་ཚོ་ལ་ན་པག་ཐི་ཨན་ཐིམ་ལ་ད་སོ་སོ་ལག་པོ་ཆང་དམོ་ཆོག་གི་གི་ས་ཆ་དུ་བ་ལག་པོ་ཆང་གྱོ་འགྲོ་ད་དེ་འདྲ་གི་དོག་ཤི་མང་གུ་ཅི་ད་ད་ད་ལ་བུ་དུ་ཡོ་ད་དེ་མི་དེ་ཡིན་མེ་ད་གང་ཤི་འདི་ཡིན་ནེ་ད་དོག་པོ་ཆེ་ཤོས་དེ་མི་ད་ག་རང་རེ་ལ་བུ་དུ། ད་ངས་དེ་རིང་འདི་བཤད་འདི་རྒྱུ་མཚན་འདི་ག་རེ་ལ་ན་ད་ང་འདི་ཁྲུམ་འདི་ཉེ་ར་ད་ང་ལས་སྤུ་གུ་ཡོ་ར་ཡ་སྤུ་གུ་བུ་མོ་བུ་མོ་གཉིས་ཡོ་རེད་ད་དེ་འདྲ་བྱེད་དུས་ཙམ་པ་ལམ་སང་བསམ་ཁོ་ཡ་བྱེད་རོ་ད། ཇི་མ་ནས་ག་འདྲས། ད་འདི་འདྲས་ཡོད་ལ་ག་འདྲས་སྔོན་མགོ་ཕྱེ་བར། ང་ཚོ་ལབ་ཐུབ་ང་རང་ང་ཚོ་སུ་ལ་ཡིན་ནས་བྱུང་སྲིད་ཀྱི་རེད་ར། ད་དེང་སང་འདྲས་གནས་ཚུལ་མང་དགུ་ཅིག་གླེ་ཡི་འདུག་ཨོ་འདི་འདྲས་མང་དགུ་ཅིག་གླེ་དུས་ཙམ་པ། ད་ང་ཚོས་གཙོ་བོ་གཟབ་གཟབ་བྱེད་དེ་ད་ང་ཚོས། ང་ཚོས་ག་ལ་བོར་ད། ཆུ། ཁ་རས་ཆུ་མ་ཡོང་གོང་ནས་ཆུ་རག་ད་རྐྱེན་མ་བྱུང་གོང་ནས་འདོགས་པ་ལས་དེ་ད་ང་ཚོ་གལ་ཆེན་པོ་རེད་འདུག་བ་བྱས་ཙང་ད་ང་ཚོ། གནས་ཚུལ་འདི་འདྲས་མང་དགུ་ཅིག་གོ་ཡོང་དུས་ཙམ་པ་ང་ཚོས་དུ་ཚོའི་ནང་ནས་སོ་སོ་སྦྱང་ཡས་དང་ཨ་འདྲེ་མང་པོ་ཅིག་ཡོད་རེད་བསམ་གི་འདུག་ཡོད་ད་ང་རང་འདྲ་བོ་ཡིན་ན་ད་དེའི་ན་ལོ་ནས་ག་རེ་འགྲོ་སླེ་སི་ལ་ན་ངའི་བུ་མོ་རྒན་པ་ཡོད་སོག་བའི་པི་ཇ་མ་དེ་འདྲ་འགྲོ་གི་ཡོད་རེད་ཡོད་ནས་ད་ད་ད་ངའི་གྲོགས་མོ་འགྲོ་ས་ཀྱི་དེ་ཨ་མ་དེ་ད་མོ་རང་ཨ་མ་ཁེར་རྐྱང་ཅིག་འདྲ་ཡོད་དེ་འདྲས་ཀྱི་དཀའ་ཉེ་འགྲོ་ཡོང་གོ་ཡས་འདྲ་བོ་ད་ཡོད། དེ་འདྲས་པ་ལ་མེད་དུས་ཙམ་པ་ལ་མི་སེར་གྱི་དཀའ་ཉེ་དེ་འདྲས་ད་ད་ད་མོ་རང་ཞིམ་པའི་ནང་ལ་འགྲོ་གི་ཡིན་ད་ལག་གི་ད་ཡོད་ཡིན་ནས་ངས་ད་ད་བུ་ཏུ་ལྟ་མྱོང་མེད་ཡོད། ད་ད་ལྟ་ཨ་མ་འདིས་ང་ཚོ་ངོ་ཤེས་འདུས་ཙམ་པ་ངས་དེ་འདྲི་བཏང་གི་ཡོད་ར་ད་ཡིན་ནའི་ད་མ་འོངས་པ་ལ་ད་ཡང་དེ་འདྲི་བཏང་འདུས་ཙམ་པ་ད་བསམ་བློ་རྒྱ་བཏང་དགོས་ཀྱི་རེད་འདུག་བསམ་མེད་ཀྱིས། ཨ་ནི་འོ་འདི་ཅི་ད་ང་ཚོ་ས་ཕྱོགས་གོ་བ་ཞུ་གི་ཡོད་པ་ཡིན་ནའི་ད་གལ་སྲིད་དེ་འདྲའི་གོ་སྒྲིག་དེ་འདྲའི་བྱེད་ཀྱི་ཡོད་པ་ཡིན་ན་ཡོད་ད་སྤུ་གུ་ཞིམ་པའི་ནང་ལ་བཏང་ད་ང་ཚོ་དགོངས་དག་དེ་འདྲའི་བྱས་ཡིན་ད་ད་འོ་དེ་འདྲའི་འགྲོ་གི་ཡིན་མིན་ན་ད་དེ་བསམ་བློ་བཏང་རོགས་བྱེད་ལེ་ཡིན་ར་ཨ་ནི་ང་ཚོ་ལྷག་པར་དུ་མི་ལ་ཡིད་ཆེས་བྱས་ལམ་སང་འཁོར་བ་བཏང། འདྲེ་མ་མེད་པ་བྱས་རེད། སྤུ་གུ་ཡིན་མིན་ནས་ལས་ད་གལ་སྲིད་དེ་འདྲའི་འགྲོ་བའི་དབང་དུ་བཏང་ན་དགོན་བདག་ཚུར་སླེབས་སོང་ན་ཁར་འདུག་ཨོ་ཁྱེད་རང་འདི་ལག་པ་ཆང་ཟས་འདྲ་མ་ལབ་བྱས་སུ་སྙམ་འདུག་རྩེད་མོ་རྩེ་ཡིན་པས་ག་འདྲས་བྱས་ཡིན་པས་ཅིག་ཡོད་ར་ད་ཚོ་དྲི་བ་དྲི་གལ་ཆེན་པོ་རེད་བསམ་གི་འདུག་ཡོད་ཤི་མ་གཏོགས་འདི་ད་ལྷག་པར་དུ་ང་ཚོ་སྤུ་གུ་ཀོ་ལེ་ཞི་ལ་འགྲོ་ཉེན་ཡོད་ར་འདུག་ཚོད་ཀྱིས་ཕངས་བ་འགྲོ་འོས་ན་ད་ང་ཚོས་བསམ་གི་ཡོད་ང་ཡིན་ནས་བསམ་གི་ཡོད་ཡོད་སྤུ་གུ་ཀོ་ལེ་ཞི་སླེབས་ན་ད་ད་ཏིས་ལྷོད་ལྷོད་འགྲོ་འོས་བྱས་ཁོ་ཚོ་ཁོ་ཚོ་ལབ་འདྲ་འགྲོ་ཤག་གི་རེད་བསམ་ཡས་བྱས། ཨེ་འདྲ་ཡིན་དུས་ཙམ་པ་ལ་ད། ཀོ་ལེཤ་ལ་སོ་སོ་ད་གཅིག་པུ། ད་དེ་བ་ལ་ཀོ་ལེཤ་ནས་ད་སྤུ་གུ་གཅིག་པུ་བཏང་ན་འགྲིག་ཡོད་དེ་ཡིན། ད་གལ་སྲིད་ཕ་མ་ལ་དུས་ཚོད་ཡོད་ན། ཨ་ནི་ཕ་མས་ཕ་སུ་ཁྱིར་བྱེད་དེ་དཔེ་གལ་ཆེན་པོ་རེད་ཞེས་བསམ་གི་འདུག་ཡོད་ད་གླ་དུས་ཙམ་པ་མང་ཆེ་ཨེ་འདྲ་གླ་གི་འདུག་ཨ། ཡང་མིན་ན་ཀོ་ལེཤ་ལ་འགག་ལ། ཁ་ལོ་རེད་གླ་རེད་ལ་ཡོད་དུ་ཡང་མ་ཐོན་དུས་ཙམ་པ་ཅིའི་ཕྱིར་ད་ཕོ་མོ་མང་ཆེ་གནས་ཚུལ་བྱུང་རྒྱུ་ག་ནས་ཨེ་འདྲ་རྐྱང་རྐྱང་རེད་དུ་ཨ་ཅེ་ད། གལ་སྲིད་ཕ་མ་ལ་དུས་ཚོད་ཡོད་པའི་ན་ཞོགས་པ་ཕ་སྐད་དགོན་བདག་ཆུ་ཚོད་དེ་འདྲའི་རིགས་ལ་ད་ལྟ་ཀོ་ལེ་ཞུ་དོ་བ་ཡིན་ན་སོ་སོའི་དུས་ཚོད་དྲུག་ཞུ་དོ་བ་སོ་སོའི་དཔུང་ཤོག་རྒྱ་འདུལ་རྩམ་པ་ཉེ་པོ་གུ་གཅིག་པུ་ཡོང་ན་འགྲིག་ཡོད་ཡོང་གུ་ག་རེ་ཡབ་མྱང་གཅིག་པུ་བཏང་གི་མེད་ལེ་ཞུ་དོ་བ་འདི་ན་ཐོ་རྒྱ་འདུལ་རྩམ་པ་ཕ་མས་དཔེ་ཆ་ཤེས་ན་ཕི་གི་ཀླན་ཀ་འགྲོ་ཐུག་ན་དཔེ་ཡག་པོ་ཡོད་རེད་བསམ་གུ་དུ་ཡོད་ད་ང་ཚོ་ཡང་ཏི་སམ་ཙམ་ད་ཆེན་པོ་ཆག་རེད་གཅིག་པུ་འགྲོ་ན་འགྲིག་གི་རེད་སི་ཏི་མེན་པ་བྱས་ཡོད།

འཚར་ལོངས་ཡིན་ནའི་ད་དངོས་གནས་འགོ་བཙུགས་ཚར་ས་གྲུབ་ཕྱིར་བ། ད་དེ་འདྲས་བྱེད་དུས་དངོས་གནས་དཔེ་ཕ་འགོ་ར་ཡང་ང་ཚོ་དེ་འདྲའི་གནས་ཚུལ་རེའུ་བྱུང་ཡིན་ན་ནི་སོ་སོ་དང་པོ་ནས་འདི་མ་བྱིན་ད་ཉིན་མོ་གཅིག་ཨེ་འདྲ་ཡོང་དུས་ཨ་ད་ཨ་ཁ་ང་སྐྱེས་ཁ་འགྲོ་བའི་ནས་འདྲིས་ཡོད་ང་གླེན་ཁ་འགྲོ་བའི་ནས་འདྲིས་ཡོད་སེ་ང་ཚོ་འགྱོད་བོ་འགྲོ་བོ་སྐྱེས་ན་ཚར་ར་འོ་དེ་བྱས་བྱས་ད་ཡང་ངས་ཕ་མ་མང་ཆེ་འདྲེ་དེ་ཇི་ཡོད་མར་ད་བསམ་གི་མེད་དེ་ཡིན་མིན་ནས་གི་སི་དེ་འདྲེ་ཡིན་མིན་ན་ད་ངེས་པར་དུ་ཨ་སོ་སོའི་བུ་ཆེན་པོ་ཆགས་སོ་ལབ་ཅེས་འདྲེ་སྨན་པ་ཆེ་ཡོ་ཨ་ནི་ལབ་དྲ་ལ་ཕ་སྐད་ཨན་ཚུགས་སུ་ཡེ་དེ་བྱས་དེ་གལ་ཆེན་པོ། ཨ་ནི་འོ་འདི་བྱས་ད་ང་རང་ཡིན་མིན་ནས་ང་རང་ཆ་མཚོན་མིན་ནས་ད་ད། ལོ་གཉིས་ཕྱི་ལ་བུ་མོ་ཀོ་ལེ་ཞིག་འགྲོ་གི་ཡོད་རེད་ཡ་ཧོ་འདི་ཡིན་དུས་ཙམ་པ་ད་ང་ཡི་བསམ་གི་ཡོད་ད་ད་ཀོ་ལེ་ཞིག་འགྲོ་ན་ད་ད་དུས་ང་ལྷོད་ལྷོད་རེད་ཕ་སྐྱེ་གོ་མ་རེད་ཚུར་ལེན་གོ་མ་རེད་བསམ་ཡོད་ཅོད་ད་ཡིན་ནའི་འདི་འདྲའི་གནས་ཚུལ་ལྷག་ཡོད་དུས་ཙམ་པ་ལ་ད་རང་བཞིན་མེད་པ་འདི་འདྲའི་གཅིག་པུ་ལྟ་ཡན་མེད་བསམ་ང་རང་ལ་ཨེ་འདྲ་གི་ལོ་གས་འགྲོ་བཞིན་ར་སུ་ཡོད་ད་ད་གི་གསར་འགྱུར་འདི་ནི་ཨ་ནི་ཧོ་འདི་བྱས་ད་ཕ་མ་ཚང་མ་ལོ་ལ་རེ་བ་ཞུ་ཡིན་ཡོད་ཨ་ནི་ད་དེང་སང་གནས་ཚུལ་འདི་འདྲའི་དཔེ་མང་པོ་ལྷག་གི་འདུག་པུ་གུ། ལ་འགྱུར་འགྲོ་དང་མང་ཆེ་ནི་འདི། བཙན་གཡེམ་བྱེད་དེའི next ལ་བསད་བྱ་འགྲོ་དང་འདི་ལྟར་གནས་ཚུལ། དངོས་ནས་སེམས་པ་སྐྱོ་བའི་མང་གུ་ཤི་ལི་དོ། ནི་འོ་འདི་ཇི་ལྟར་གོ་བ་ཡིན་མིན་ལ་ད། ཚང་མ་ཕ་མ་ཚང་མ་ཟབ་གསོ་བྱེད་རོགས་ཕྱི་ལའི་ར། ད་སྤྱི་དང་ཚང་མ་ང་ལས་ལྕགས་ང་ང་ལས་ཆུང་བ་དེ་འདྲ་ད་རེད་དེ་ཡིན་ནའི་ད་དེ་རིང་གནས་ཚུལ་དེ། ང་འདི་བཤད་འདོད་པ་རོ་ལེས་ཡོད། ཉལ་དེ་ཡང་ལྟ་བྱས་མི་ཅིལ་ཕན་ཐོགས་ནས་ཐོག་རེ་ཡོད། ཨ་ནི་ད་ག་རང་ཡིན་ལྟ་ཉན་ཉན་འདུག་དེ་མང་པོ་རིང་པོ་མེད་པ་བྱས་ར་ཐུན་ཐུན་བྱས་ལྟ་རྡོག་རྡོག་འོ་ད་ག་རང་ཡིན་ཨན་དེ་རྗེས་ལ་ལྟ་མི་ལྟ་ཁོ་སྡུག་ཅག་དེ་ཡོད། གཟིམ་རྗེས་དངོས་གནས་ཁོ་རེ་བཙོན་ཁང་ནང་ལ་མེ་ཙེ་གཅིག་བཅུག་ཞོག་ལ་ཡིན་དཀོན་མཆོག་ཨན་དེ་རྗེས་ལ་ལྟ་དཔེ་སྡུག་ཅག་ར་དཀོན་མཆོག་བསམ་སོ་སོའི་སྤུ་གུའི་ཕ་མ་རེད་སོ་སོའི་སྤུ་གུ་ལ་ཨེ་འདྲས་གཞོན་སོ་སོ་ལ་ག་ཚོད་ཀྱི་སེམས་པའི་ནང་དི་ལི་ར་ཡ་དི་ནང་བཞིན་མི་ཞིམ་པའི་ལས་བསམ་སྟངས་འོར་ར་ར་དེ་འདྲས་མེད་པ་ད་ངེས་ཅན་པ་ཆེན་པོ་དེ་འདྲས་ངོ་ནས་ད་འདོད་ཨེ་འདྲས་བློས་བྱས་བཞག་ན་མི་ག་ཚོད་ལ་དེ་བས་ཀྱང་སྤུ་གུ་ག་ཚོད་ལ་ཡོང་གི་རེད་ར་སྡུག་ཅག་ཨེ་འདྲས་ཨ་ནི་འོ་འདི་བྱས་ད་ཐ་མན་གྱི་སྨོན་ལམ་འདི་ད་ག་རང་ཡིན་ཁོ་སྡུག་ཅག་ཕྱི་ཉིན་འདི་གང་མགྱོགས་མགྱོགས། བཙོན་ཁང་ནང་སྐྱེལ་ཞོག་ཟེར་དང་ནི་ཕ་མ་གཞན་པའི་ཚང་མོ་ལོ་ཟླ་སོ་སོ་གི་སྤུ་གུ་ལ་དོ་སྣང་མང་ཞེས་རོ་ཆི་ལན་ཡིན་ར་ནི་ད་ག་ནང་བཞིན་སླབ་གྲ་ལ་ཡིན་ནའི་རེད་སླབ་གྲ་ལ་མ་སླེབས་སོང་ན་དེང་སང་སླབ་གྲའི་གི་ང་ཚོ་འདི་ལགས་ར་སླབ་གྲ་ཚ་ཚ་བའི་རྗེས་ལ Animateur དང Animatrice དེ་ཚོ་ད་ལྟ་ཉན་དུ་འཛུལ་བ་ར་ལ་ད་དེང་སང་སླབ་གྲའི་ནང་དེ France ལ་དཔེ་གནས་ཚུལ་ཆེན་པོ་རེད་དོ་བ་སྤུ་གུ་ལ་ག་རེ་ད། བཙན་གཡེམ་བྱས་འགྲོ་ཡོད་ར་དེ་ལྟ་ཉེ་དུ་ཚོས་འདྲེ་གནས་ཚུལ་མང་པོ་འདུག་བྱས་ཙང་སོ་སོའི་སྤུ་གུ། གོ་ཟླ། འདི་བྱས་སོང་ན་ག་ལ་འོ་ར་ནང་སླེབས་སོང་ན་ཨེ་ཕ་མས་དུས་ཚོད་སྐར་མ་ལྔ་སྟངས་ར་ཨེ་ཁྱེད་རང་ཚོའི། སླབ་གྲ་ལ་ག་འདྲས་བྱུང་སོ་སོ་སྙམ་དུ་བཙན་མི་བཙན་ཡིན་པས་ག་འདྲས་བྱས་སོང་ཨེ་དུས་ཚོད་སྐད་ཅིག་འདྲེས་དཔེ་གལ་ཆེན་པོ་རེད་ཤག་བསམ་གི་འདུག་ཡོད་གལ་སྲིད་ཡང་སྤུ་གུ་ཨ་འདྲའི་འཁྲུག་པོ་འགྲོ་ཤོག་ཅེས་བྱས་པའི་དབང་དུ་ད་ནས་ལམ་སང་སྤུ་གུ་ལ་ཨ་འདི་ཁྱེད་རང་གི་ནོར་རེད་ད་ཡང་ཡང་རང་གི་སྤུ་གུ་ཞུས་ཡིན་པས་ཡང་རང་གིས་འདི་བྱས་ཡིན་པས་སུ་མ་ལབ་བྱས་ར་དང་པོ་རྒྱུ་མཚན་འདི་མ་སྤུ་གུ་རྒྱུ་མཚན་འདི་ངས་ཨ་ནི་འདི་ཚོ་བྱས་གལ་ཆེན་པོ་རེད་བཞག་བསམ་གི་འདུག་ཡང་སྤུ་གུ་ཨ་འདྲའི་འགྲོ་གནས་ཚུལ་འགྲོ་གི་བྱུང་བ་ཡིན་ན་ལམ་སང་སྤུ་གུ་ལ་ད་ལྟ་ཨ་རྒྱུས་ཟེར་ལེ་ག་ར་ང་ཚོ་ཡར་ལ་བྲིས་རྗེས་ཁྱེད་རའི་ནོར་རེད་ད་དང་པོ་ནས་རང་གིས་ཞུས་ཡིན་པས་རང་གིས་འདི་བྲིས་ཡོད་མ་ར་ཨ་འདྲ་བྱས་ན་ཨ་ནི་སྤུ་གུས་བསམ་གི་ར། བྱེ་མ་ནས་ད་ངས་ད་ཕ་མ་ལ་ལབ་ཡིན་ནས་ཕ་མས་ག་དུས་ཡིན་ནས་ལས་ངས་བྱས་རེད་ཟེར་གྱི་རེད་བསམ་བྱས་སྤུ་གུ་ཞེད་སྣང་གིས་ང་ཚོར་ལབ་གི་མ་རེད་པ། འོ་དེ་བྱས་བྱས་ཨ་ནི་སྤུ་གུའི་སྐད་ཆ་འདི་ཚོ་ག་རེ་ལབ་པ་རེད་སོ་སོའི་ཏི་སེམས་པའི་སྐད་ཆ་འདི་ཚོ་ཉན་རོགས་བྱེད་ལེ་ར། ཨ་ཡ་ང་ཕ་མ་ང་རེ་ཡག་པོ་ཞུ་གི་ཡིན་ལབ་མེད་ད་ཡོད་སྤྱི་དང་ནས་འདི་བྱས་གལ་ཆེན་པོ་རེད་བྱས་བསམ་གི་ད་ང་ཚོ་དེ་འདྲའི་གནས་ཚུལ་གསང་རྒྱུ་ད་དེ་འདྲ་ཉན་བསྡད་དུས་ཙམ་པ་ལས་སོ་སོ་ལས་ངོ་ནས། དེ་འདྲའི་བྱ་ངན་རུ་མ་འགུལ་ཅིག་རག་གི་འདུག་བསམ་གི་འདུག་ཡོད་ད་འདི་ཚོ་ཚང་མ་ང་ཚོ་ལ་བསླབ་བྱ་ར་ར། ད་དེ་འདྲའི་ཅིག་སྙིང་རྗེ་ཨོ་མ་ནི་པའི་མེ་འོར་ད་བུ་མོ་དེ་ལ་བྱུང་རེ་བསྡད་ཡང་ད་ང་ཚོ་ཕ་མ་གཞན་པས་མ་འགུལ་ཅིག་ད་ནམ་རྒྱུན་ཨེ་འདྲའི་བཏང་ལྷོད་ཡན་འདྲ་བོ་བཏང་བཞིན་ཡོད་ནོ་ད་འདི་ཚོ་གཉིད་ལས་སད་ཡི་གི་གནས་ཚུལ་རུ་ར་ད། འོ་དེ་བྱས་རྗེས་ཨ་ནི་སྤུ་གུ་ལ་དོ་སྣང་བྱས་སྤུ་གུ་གི། དེ་འདྲའི་ཤེས་ཡོད་ཡོད་ན་མ་ཡག་པོ་བྱས་ངས་གང་མ་མ་རྒྱབ་སྐྱོར་བྱེད་རོགས་ཕྱིས་སུ་ལ་ཡི་ར། ད་དེང་སང་གནས་ཚུལ་སྟབས་མ་ལེགས་ཅིག་ལ་དེ་འདྲའི་མ་འགུག་པའི་ལྷ་གི་དུ་བ། ཉི་མ་ཅིག་ང་ཚོ་འགྱོད་བོ་སྐྱེས་ན་ཕྱིར་དྲག་ཚར་ར། འོ་དེ་བྱས་ཚང་མོ་ལོ་ལྕགས་པོ་གནང་རོགས་གནང། ངའི་ཉེ་འདུག་དེ་ད་ལྟ་ཐ་མ་བོད་དུ་སིབ་ཡོད་ནོ་ཚང་མོ་ལོ་ལ་ཐུགས་ཆེ་གནང་ཞོས་ཡིན། བྱེ་མའི་ལེ་ཚན་ནང་བྱས་ཡོང་རྣམ་པ་ལེན་གི་ཚང་མོ་ལོ་ས་ཆ་གོ་བ་ནས་ཟིན་གྱི་ཡོད་ནི་རེད་ཉི་མ་སྐྱིད་ཞོས་ཡིན་ཐུགས་ཆེ་གནང་ཞུ་དན་བྱ་གོ།